སངས་རྒྱས་པའི་ཆོས་ཀྱི་ལྟ་གྲུབ་འདི་ལོག་པ་ཁོ་ས་ལ་བྲིས་ཟེར་ཞིག་འདུག་ད། རྒྱུ་འབྲས་ཟེར་དེ་ཞིག་ཡོད་རེད་ས་རྒྱུ་འབྲས་ཟེར་གྱི་རྒྱུའི་ནང་ལ་གཙོ་བོ་གཙོ་བོ་ང་རང་ཚོའི་ལས། འདི་བཤད་ཀྱི་ཡོད་རེད། ལས། ཟེར་ན་བྱ་བ་རེད། བྱ་བ་བཟང་པོ་ཅིག་གཞན་ལ་ཡར་ཕན་ཐོགས་ཡོད་པ་བྱས་པ་ཡིན་ན་དེའི་འབྲས་བུ་བཟང་པོ་ཡོང་ཡ། གཞན་ལ་གནོད་པ་བྱེད་ཡ་གི་ལས་བྱས་པ་ཡིན་ན་རང་ལ་སྡུག་བསྔལ་ཡོང་ཡ། ད་དེ། བྱ་བ་བཟང་ངན་ལ་བརྟེན་ནས་འབྲས་བུ་བདེ་སྡུག་ཡོང་འདོད་ཡ་དེ་བྱས། ད་དེ་ལ་རྐྱེན་ཡོད་རེད། ཅེས་ལས། ཚེ་རབས་མང་པོར་ཨ་ད་དེ་གི་ཡང་ད་གནས་དེང་སོང་ན་ཞིག་བྱས་ནས་པའི་ཚེ་རབས་མང་པོའི་ད་ལས། ནང་ནས་ད་ལས་བྱེ་བྲག་པ་ཅིག་མིན་ཡ་དེ་ཡང་འཕྲལ་གྱི་རྐྱེན་མང་པོ་བྱུང་གི་ཡོད་རེད། ད་དེ་རིགས་གས་ས་བུ་ཅིག་དེ་གང་གི། འཕྲལ་གྱི་རྐྱེན་དེས་ང་རང་ཚོ་མིའི་སྤྱི་སེམས་དེ་རྟོགས་སུ་ཉུང་ཉུང་བྱས། ཀྱི་དངོས་པོ་ཡང་ཅིང་རྐྱང་རྐྱང་བཀང་ནས་ཕྱིན་པ་ལྟར་འདི་གིས་འཕྲལ་གྱི་རྐྱེན་འདི་བྱས་པ་རེད། ཕུགས་ཀྱི་ཉེར་གླེང་གི་རྒྱུ་ང་རང་ཚོའི་སྔོན་བསགས་ཀྱི་ལས་ཀྱི་ཐོག་ནས་ཡོང་བསྡད་ཀྱི་ཡོད་རེད། ས་ཇི་འདྲའི་ཡིན་དུས་ཚང་ནས་ལས་རེད་ཟེར་ནས་གཡུག་བཞག་ཡ་མ་རེད། ང་རང་ཚོས་ལས་གསར་པ་ཞིག་སྒྲུབ་ཆེད་བསམ་བློ་གུ་ཡངས་ས་བསམ་བློ་རྒྱ་ཆེ་ས་ཞིག་གཞན་ཕན་གྱི་བསམ་བློ་མང་ས་ཞིག་གི་ཐོག་ནས་བྱེད་ཐབས་གསར་པ་ཞིག་བྱུང་བ་ཡིན་ན། རྐྱེན་གསར་པ་བྱུང་བ་རེད། དེ་ལ་བརྟེན་ནས་ཡང་ལས་ངན་པའི་འབྲས་བུ་འདི་ནམ་སང་སྨིན་མ་ཐུ་ཡ་ཅིག་དང་ལས་བཟང་པོའི་འབྲས་བུ་སྔས་ལ་སྨིན་ཡ་ཅིག་ཡོང་ཐུ་ཡ་འདུག་ག་བྱས་ཙང་བ་ད་གཙོ་བོ་དེ་རེད། ང་ལ་ཡང་ཐམས་ཅད་མཁྱེན་པའི་མིང་ཡོད་རེད། དོན་དག་དེ་ཐམས་ཅད་མཁྱེན་པ་ཞིག་དང་མ་རེད་ད། ང་གཉིས་གཅིག་པ་རེད། སློབ་སྦྱོང་བྱས་ནས་རྟོགས་ཤིང་གིས་མ་རྟོགས་ཤིང་ང་ཚོ་གཅིག་པ་རེད་ད། ཚེ་སྔོན་མའི་བསོད་ནམས་བསགས་ཡ་མོ་ཉུ་གེའི་ཞབས་ཡིན་ན། ང་ཕལ་ཆེར་འདུག། ང་རང་ཅིག་ད་ག་སོག་རེད་འཚོ་བ་རོགས་ཡོང་ཡ་ད་ཅིག་རྨི་ལམ་ད་འདི་འདྲ་རེད་བལྟས་པ་ཡིན་ན། སྔ་མོ་རྒྱ་གར་གྱི་སློབ་དཔོན་འདི་འདྲའི་གི་སྐྱེ་བ་ཞིག་ཡོད་པས་བཟོ་རེད་འདུག། དེ་ལྟར་ངས་ནང་ཆོས་སློབ་སྦྱོང་བྱས། ཚེ་རབས་མང་པོ་ཅིག་སློབ་སྦྱོང་བྱས་ཡོད་འདྲ། ཉམས་ལེན་བྱས་ཡོད་རེད། ཨ་འདམ་རྟོགས་པ་ནི་ཁྱེད་མི་འདུག་ཨ་འདམ། ད་འདི། སྒེར་གྱི་སོ་སོ། དེ་ད། སློབ་སྦྱོང་གི་ཐོག་ནས་ཕལ་ཆེར་རྩ་བ་སློབ་སྦྱོང་ཟེར་དེ། མིའི་རྣམ་དཔྱོད་ཀྱི་བསླུ་མིག་དང་རྣམ་དཔྱོད་ཀྱི་བློ་གྲོས་ཀྱི་མིག་རྗེས་ཡག་སོར་གྱུར་པ Education བྱས་ཙང་ད Education དེ་ཧ་ད Materialistic Oriented སོར་རེད། Material Oriented ཨ་འདས་ང་ཚོ Existing Education དེ་ད་ཅིག Holistic ཅིག་ཡིན། Material ཡར་རྒྱས་དགོས་ཀྱི་ཡོད་རེད། ཡིན་ནའི་དེ་དང་ཆབས་ཅིག་སེམས་ཀྱི་ཞི་བདེ་ཅིག་དགོས་ཀྱི་ཡོད་རེད། སེམས་ཀྱི་ཞི་བདེ་རྩ་བ་བྱམས་བརྩེ་རེད། བྱམས་བརྩེ་ཟེར་ཡ་དེ་ཆོས་བྱེད་མཁན་གཅིག་གོ་སྐད་ཅིག་མ་རེད་མི་ཚང་མ་ལ་དགོས་ཡ་རེད། མདོར་ན་སེམས་ཅན་མཐའ་དག་ལ་དགོས་ཡ་ཅིག་རེད། དེ་འདྲ་ཡིན་པ་ཡིན་དུས་ཙང་ནས་ད་འདི། ཚན་རིག་གི་ད་རྒྱབ་རྟེན་བྱས་བྱས

ཕྱིའི་ཡར་རྒྱས་ཡོད་པ། ནང་གི་སེམས་ལ་བདེ་སྐྱིད་ཀྱི་ཡར་རྒྱས་ཡོད་པ། དེ་འདྲའི་ཆེ་བ་ཡང་ཁྱེད་རང་ཚོ་མི་རབས་བཞི་པ་འདིས་དེ་གི་ཤུགས་རྒྱབ་དགོས་རེད། འབད་བརྩོན་བྱ་བ་རེད། ཏན་ཏན་འགྲོ་ཐུབ་རེད་དེ་གལ་ཆེ་བ་རེད།